སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་ཟླ་གཉིས་པ་གི་ཕྱི་ཉིན་རྩ་སྒྲོ་རེ་གཟའ་ཕབ་རེད། དེ་རིང་གི་སང་ཕྱི་གཙོ་བོ་ཞལ་ལ་སྤྱི་ནོར་ཀོང་སི་སྤྱང་ཀི་ཆེན་པོ་ཕྱུག་ལ་སྣང་གྲགས་ཕན་བདེ་ལས་ཞི་ལ་གྲྭ་ཚང་དང་གཞིས་བྱེས་སྣང་སྲིད་ཐུན་མོང་ནས་གདན་ཞུ་བསྟར་འབུལ་ཞུས་པ་དང། Brazil དུ་ལྷོ་ཨ་མི་རི་ཀ་གི་སྐུ་ཚབ་དན་རྗེ་ལས་ཁུངས་གསར་འཛུགས་གནང་བཞིན་པར། ཨ་རིའི་ཚི་སི་ལས་ཁུངས་སུ་ཐེངས་དང་པོ་བོད་ཀྱི་ལོ་གསར་སྲུང་བརྩི་ཞུས་པར། དེ་མིན་བོད་ཀྱི་སྐད་ཡིག་གི་འཆང་རྒྱུ་དང་ཡལ་རྒྱུའི་སྐོར་ལ་གླེང་མོལ་གནང་བ་བཅས་ཡོད། ཞི་དྲག་གི་གནས་ཚུལ་རང་ཞལ་ཉིན་རེ་བཤད་གི་ཡན། ཅུ་ནོ་ཀོ་སི་ཅང་གེ་ཆེན་པོ་ཕྱུག་ལ་སྣང་གྲགས་ཕུད་འདེད་ལས་ཤི་ལན་གྲ་ཚང་དང་བཞི་རྗེ་སྣང་སོ་ཐེ་མོ་ནས་བརྟན་བཞུགས་བསྟན་པོ་ཞོད་པ་གི་སྐོར་ལོ་པད་ནས་གནས་ཚུལ་ཉིན་རེ་བཤད་གི་རེད། རྣམ་རྒྱལ་གྲ་ཚང་གི་དགེ་འདུན་འདུས་མང་དད་བྲག་གཟར་ཐུན་མོང་གི་ངོས་ནས་གོང་གསལ་སྐྱབས་མགོན་ཆེན་པོར་བསྟན་བཞུགས་བསྟར་འབུལ་གནང་བའི་གནས་ཚུལ་གཟིགས་ཡོད། བཙན་བྱོལ་བོད་མིའི་སྟེགས་ནས་བརྒྱ་གར་རྡ་རམ་ས་ལར་རྟེན་གཞི་བྱས་པའི་གོང་ས་སྐྱབས་མགོན་ཆེན་པོའི་སྐུ་བཅར་རྣམ་རྒྱལ་རབས་གྲྭ་ཚང་གི་དགེ་འདུན་འདུས་མང་ཉིས་བརྒྱ་ལྷག་བསྡད། རྒྱལ་ཁབ་ཉི་ཤུ་རྩ་ལྔ་ཙམ་གྱི་ནང་གནས་སྡོད་དུ་རྣམ་རྒྱལ་གྲྭ་ཚང་གི་གྲྭ་བ་ཟུར་བ་བརྒྱ་དར་དགུ་ལྷག་ཕེབས་ཡོད་པ་ཐུན་མོང་གི་ངོས་ནས། སྤྱི་ཟླ་གཉིས་པ་གི་ཚེས་བའམ་ཉེར་བཞི་ཉི་མ་གོང་ས་སྐྱབས་མགོན་ཆེན་པོའི་གཞིས་སྒར་ཕོ་བྲང་དུ། གོང་གསལ་སྐྱབས་མགོན་ཆེན་པོ་ཞི་ལུགས་དར་དགོང་གྲངས་རྒྱ་ཆེ་ལ་ཕེབས་སྐབས་དར་སྟོན་རྣམ་རྒྱལ་མ་གུར་དགོན་ནས་བརྟན་བཞུགས་བསྟར་འབུལ་གཟིགས་གནང་ཡོད་ཅིང་དུས་སྐོར་རེར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་ནས་དངོས་སྤྲོད་གནང་རྒྱུར། ཁོང་ཚོས་རྣམ་རྒྱལ་གྲྭ་ཚང་གི་སྐུ་ཞབས་རྣམ་པ་ཚོ་ཚང་མ་བཅས་དེ་ནས་ནང་ཆོས་དང་ཐུན་མོང་གི་ཐོག་ནས་ཞུ་ཡ་བྱེད་ཀྱི་ཡོད། ཡིན་ན་དེ་སྐུ་མདུན་གྱི་དཔེ་ཐུགས་སྣང་ཚགས་ཤིག་གནང་ཆེད་བཀའ་སློབ་ཞུ་རྒྱུ་བཅས་གནང་སོང། རྣམ་གཟར་མང་བོ་གཟུགས་བཤེར་རྒྱལ་ཁག་ནང་ཕེབས་ཏེ་གྲྭ་ཚང་ལ་དེ་ཙམ་འབྲེལ་བ་མེད་ན་ཡང། ཁོང་རྣམ་པ་སྔོན་ཆད་གྲྭ་ཚང་འདི་ལ་བཞུགས་ཏེ་གང་འཚམས ྋགོང་ས ྋསྐྱབས་མགོན་ཆེན་པོར་ཞབས་ཕྱི་གནང་ཡོད་པས་ད་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་དགུང་ལོ་བརྒྱ་ཆ་ལ་ཕེབས་སྐབས་དད་བསྟུན་ཐོག་མར་རྣམ་རྒྱལ་གྲྭ་ཚང་རྣམ་གཟར་དང་བཅས་པ་གི་གཏན་བཞུགས་སྙན་སེང་ཕུལ་བར། ཁོང་གིས་བཞག་རྗེས་གཙང་མ་ཐོབ་པ་ལྟར་དེ་རིང་གཏན་བཞུགས་དངོས་སུ་ཕུལ་སྐབས ྋགོང་ས ྋསྐྱབས་མགོན་ཆེན་པོའི་ཐུགས་སྣང་ཚགས་ཆེན་པོ་གི་སྒོ་ནས་བཀའ་སློབ་ལམ་སྟོན་གནང་ཡོད་ཅིང། ཏང་འཇིགས་བྲལ་རྗེའུ་ཕུན་སུམ་ཚོགས་པ་ཡོངས་གཡོ་ལུགས་ངོ་སྤྲོད་གནང་སོང་ལ། ཡང་ཁོང་གིས་རྣམ་རྒྱལ་གྲྭ་ཚང་གི་རྒན་གཞོན་བར་གསུམ་ནས་དད་ས་དེ་ལ་སྨིན་པ་གཟིགས་དགོས་ཀྱི་བཀའ་ཕེབས་པ་བཞིན་ད་ཐེངས་ཚང་མ་གི་སྒེར་བདུན་ཕོབ་གྲངས་གི་ཞབས་ཏོག་བསྒྲུབ་རྒྱུར་དམ་བཅའ་ཕུལ་ཡོད་པར ྋགོང་ས ྋསྐྱབས་མགོན་ཆེན་པོ་ཐུགས་རྗེ་ཚོར་ཆེན་པོ་གནང་ཡོད་པ་ངོ་སྤྲོད་ཕེབས་སོང། གཞན་ཡང་རྟ་འཇིགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་སློབ་གང་ཕེབས་པ་གི་སྐོར་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་བར། ད་བརྟན་བཞུགས་དེའི་ནང་ལ་གཙོ་བོ་ད་ལྟ་བཀའ་སློབ་འཕེལ་ཡག་ལགས་རྒྱལ་བ་ཀུན་འདྲི་གཉིས་པ་ནས་བྱས་པ་གཅིག་གི་རྣམ་རྒྱལ་ཁྲི་ཚང་ཐོག་མ་ཕྱག་དང། དེའི་རྗེས་ལ་ཡང་རྒྱལ་བ་ཀུན་འདྲི་གསུམ་པས་འབྲས་སྤུངས་ལ་ཡང་གསང་སྔགས་ཕོ་བྲང་ཆེན་གང་དག་སྐུ་བྱང་རྣམ་རྒྱལ་ཁྲི་ཚང་ཕན་བདེ་ལེགས་བཤད་གླིང་སྲས་ཀྱི་མཚན་དང་འབྲེལ་བྱས་ཐོག་མ་ཕྱག་འདེབས་པའི་སྐོར། དེ་ནས་རྒྱལ་བ་ལྔ་པ་ཆེན་པོ་ནས་བྱས་པ་གཅིག་ད་བོད་བཞུགས་དགའ་ལྡན་ཕོ་བྲང་གསར་དུ་དབུ་བརྙེས་སྐབས་དེ་དུས་རྣམ་རྒྱལ་ཁྲི་ཚང་དང་དར་རྒྱས་ཕུན་སུམ་ཚོགས་པའི་བྱུང་རིམ་སྐོར། དེ་རིང་གི་བཀའ་སློབ་གནང་བར་རྒྱལ་དབང་སྐུ་འཕྲེང་གཉིས་པ་ནས་བཟུང་རྣམ་རྒྱལ་གྲྭ་ཚང་ཐོག་མར་ཆགས་སྟངས་བརྡ་རྒྱལ་དབང་གསུམ་པ་གི་སྐབས་སུ་འབྲི་ཁུང་ལ་གསང་སྔགས་ཕོབ་གྲངས་བཞིའི་རྣམ་རྒྱལ་གྲྭ་ཚང་གི་མཚན་ཐོག་མར་བྱུང་བ། རྒྱལ་དབང་ལྔ་བ་གི་སྐབས་སུ་རྣམ་རྒྱལ་གྲྭ་ཚང་དར་རྒྱས་ཕུན་ཚོགས་ཡོང་བ་གི་སྐོར། རྒྱལ་དབང་དྲུག་པ་གི་སྐབས་སུ་སོག་ཧོ་དཀྱིལ་འཁོར་བ་གི་ཆོས་ལུགས་འཐེན་འཁྱེར་བྱས་ཏེ་རྣམ་རྒྱལ་གྲྭ་ཚང་མཐོར་ཞུགས་སོང་བ་བརྡ་དགེ་འདུན་པ་སྤྱི་དགུ་ཙམ་གི་སྐུ་སྲོག་ཤོར་བ། དེའི་རྗེས་སུ་སྒྱིད་གྲྭ་སྟོད་སྨད་ནས་དགེ་འདུན་པ་བདུད་བསྒྲིགས་ཀྱིས་གྲྭ་ཚང་གསར་འཛུགས་གནང་བ་བརྡ་གྲྭ་ཚང་གི་དགེ་འདུན་པ་རྣམས་བརྡ་གོང་ས་སྐུ་འཕྲང་རིམ་བྱོན་ཐུགས་འབྲས་ཆེན་པོ་ཡོད་པ་སོགས་གསུངས་ཏེ། བླ་མའི་རྣལ་འབྱོར་བརྡ་རྟེན་འབྲེལ་བསྟོད་པ་གི་ལྗགས་ལུང་ཕེབས་ཡོད་པ་གི་སྐོར་ངོ་སྤྲོད་དུ་གནང་སོང། དེ་ནས་ཡུ་རོབ་སུད་སི་ནས་ཕེབས་པ་རྣམ་གཟིར་རྟ་འཛིན་ལྷོ་སར་ལགས་ཀི་གསུང་རྒྱུར། བདེ་ལྡན་བརྟན་བཞུགས་ཕུལ་ཡ་དེར་དངོས་གནས་དྲ་གནས་ཧ་ལས་པའི་སྐལ་པ་བཟང་པོ། དགའ་ཚོར་ཆེན་པོ། ཨ་ནི་སོ་སོ་ཤི་བ་ཡི་ནས་རྐང་གཅིག། བྱ་བ་ཐམས་ཅད་སྐྱེས་པའི་རྗེས་སུ་བཟུང་བ་ཚང་མ་ཐམས་ཅད་གཅིག་པུ་དང་རྐང་གཅིག་སོ་སོར་རག་ལས་པར་བ། དེ་རིང་རྣམ་རྒྱལ་གྲྭ་ཚང་གི་གྲྭ་བ་དང་གྲྭ་གཟར་ཐུན་མོང་གི་སྟེང་ནས ྋགོང་ས ྋསྐྱབས་མགོན་ཆེན་པོར་བརྟན་བཞུགས་ཕུལ་ཏེ་བཀའ་སློབ་ཕེབས་སྟངས་བརྡ་སྐུལ་པར་བསྒྲོན་པ། གངས་ཅི་ཆ་ནས་བལྟས་ན་ཐུགས་རྗེ་ཚོར་ཆེན་པོ་དང་བརྟན་བཞུགས་ཡག་པོ་གཟིགས་བྱུང་སོང་སྙམ་པས། ང་ཚོས་དོན་དག་ཆེན་པོ་ཟིག་འགྲུབ་སོང་སྙམ་ནས་དགའ་ཚོར་ཆེན་པོ་ཡོད་ཅེས་ངོ་སྤྲོད་གནང་སོང། རྣམ་རྒྱལ་གྲྭ་ཚང་ཕན་བདེའི་ལེགས་བཤད་གླིང་ནི་རྒྱལ་དབང་སྐུ་འཕྲང་རིམ་བྱོན་གྱི་སྐབས་ནས། ཀྱི་སྐམ་སྐྱུར་གྱི་གྲོག་ཚང་དཀར་ནད་ཆེ་ཤོས་དེ་ཆགས་ཡོད་པ་རེད།
Brazil། དུ་ལྷོ་ཨ་མི་རི་ཀ་གི་སྐུ་ཚབ་ཐན་སྐྱེད་ལས་ཁུངས་གསར་འཛུགས་གནང་རྒྱུ་མ་ཟད་ཚེ་འོང་ཕུན་ཚོགས་ལགས་ཐན་སྐྱེད་དུ་སྐུ་བཞག་གནང་འདུག་དེ་རིང་ཕྱི་ཚེས་ཉེར་གསང་ལྔ་ཉིན་བཞུགས་སྒར་རྡ་རམ་ས་ལ་གི་གཞུང་འབྲེལ་དྲ་གནས་ཐོག་གནས་ཚུལ་སྤེལ་བ་ལྟར་ན། སྤྱི་ལོ་ཉིས་སྟོང་བཅོ་ལྔ་ལོར་ཟླ་བཞི་བ་གི་ཚེས་རྩ་ཨི་ནས་ལྷོ་ཨ་མི་རི་ཀ་གི་གླིང་ཆེན་ཁུལ་གྱི་རྒྱལ་ཁག་དང་ས་ཁུལ་རྣམས་ཀྱི་ཆེད་དུ Brazil། དུ Tibet House Brazil ཞེས་པའི་བོད་ཀྱི་རིག་གཞུང་ཁང་གི་ངོ་བོར། ལྷོ་ཨ་མེ་རི་ཁ་གི་སྐུ་ཚ་དྷན་རྒྱལ་ལས་ཁུངས་ཞེས་གསར་འཛུགས་གནང་རྒྱུ་ཐག་བཅད་གནང་བ་དང་སྦྲགས། བོད་མི་ཀྱི་སྒྲིག་འཛུགས་ཀྱི་བཀའ་ཤག་ནས་ད་ལྟ་ལྷོ་ཨ་མེ་རི་ཁ་གི་འབྲེལ་མཐུད་པ་དྲུང་ཆེ་ཚེ་དབང་ཕུན་ཚོགས་ལགས་སུ་ལྷོ་ཨ་མེ་རི་ཁ་གི་སྐུ་ཚ་དྷན་རྒྱལ་གསར་པ་ལ་བསྐོ་གཞག་གནང་ཡོད་འདུག་སྐུ་ཚ་དྷན་རྒྱལ་གྱི་ལས་ཡུན་བཅུ་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བཞི་བ་གི་ཚེས་བརྩེགས་ནས་དབུ་འཛུགས་གནང་རྒྱུ་ཡིན་འདུག། རྒྱ་གར་དུ་ཡོད་པའི་བོད་བདེ་དོན་གྲོས་ལ་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་ཅུ་འཁོར་བའི་མཛད་སྒོ་ཞིག་ཚུགས་ཡོད་པའི་སྐོར་གཞིས་པ་རྒྱ་མཚོས་ཉིན་རེ་བཤད་ཀྱི་རེད། མདའ་འདེད་ཀྱི་ཤིས་ཚིག་སྙན་ཞུ་རྩ་ཡིག་དང་བོད་ཚིག་གྲོགས་གཉིས་ཀྱི་ཞུ་བའི་ཆུ་ཚོད་བགོས་པའི་ཐོག་དོན་གྲོས་ལའི་གཞིས་ཆགས་དེ་དབུ་བརྙེས་ནས་ལོ་ལྔ་ཅུ་འཁོར་བའི་དགའ་སྟོན་གྱི་མཛད་སྒོ་བན་བོན་གཉིས་ཀྱི་རྒྱ་ལོས་ཕུལ་བ་དང། ས་གནས་སུ་ཡོད་པའི་དགོན་ཁག་སོང་དང་སྐུ་མགྲོན་རྣམ་པ། གཞིས་སྒར་གྱི་མི་དམངས་ཡོངས་ཀྱིས་ཤར་རྒྱུད་མཁོ་ཆེན་རིན་པོ་ཆེ་མཆོག་ལ། བཀའ་དྲིན་རྗེས་འབྲེལ་གྱི་མེ་འདྲ་བརྟན་གསུམ་འབུལ་བ་དང་སྦྲགས། དུས་དྲན་གྱི་མཛད་སྒོ་དེ་དབུ་འཛུགས་བྱས་ཡོད་པ་རེད། འགོ་འཛུགས་མཛད་སྒོའི་ཡུལ་ཐོག་མར། དབུ་འཛིན། ཤར་རྒྱུད་མཁོ་ཆེན་རིན་པོ་ཆེ་མཆོག་ནས། ཐོག་མར་བཀའ་དྲིན་ཆེ་བའི་གུང་ཐང་ཚུལ་ཁྲིམས་ལགས་ཀྱིས་དཀའ་ངལ་འཛེམ་མེད་ཀྱིས་གཞིས་ཆགས་འདི་གསར་བརྗེ་བྱས་པ་ནས་བཟུང་དར་འཕགས་ཀྱི་བྱུང་རིམ་དང་གནད་དོན་སོགས་ཀྱི་སྐོར། ཞབས་ཀྱི་རྫོང་ནོར་རིན་པོ་ཆེ་མཆོག་གིས་གཞིས་ཆགས་འདི་ལ་ཐུགས་ཁུར་ཆེ་བཞེས་གནང་ནས་སྐུ་ལས་བསྐྱོན་ཡོད་ཙམ། བཀའ་དྲིན་རྗེས་འབྲེལ་ཞུ་དགོས་པ་དང་མ་འོངས་པ་ལ་ཡང་གཞིས་ཆགས་འདིའི་ཡར་རྒྱས་ཀྱི་རྣམ་པ་མངོན་ཐུབ་པ་ལ་ཚང་མས་ཤ་དྲིལ་གཉན་བརྡལ་བྱེད་དགོས་པ་སོགས་ཀྱི་བཀའ་སློབ་སོགས་གནང་ཡོད་ལ་གཅིག། རྒྱ་ནག་གི་ཁེ་དབང་ཅན་གྱི་བོད་ཀྱི་དབུ་ཁྲིད་ཀོང་སྟར་བླ་མ་ཆོས་ག་སེ་རྒྱ་ནག་ནང་གནས་མཇལ་བྱས་ཕེབས་ཐུབ་ན་བོད་ཀྱི་གནས་བརྟན་སེལ་ཐུབ་ལ། ཚེ་འགའ་རང་གཞན་ལྡན་པའི་འཕེལ་རྒྱས་ཆེན་པོ་ཞིག་རེད་ཅེས་བརྗོད་འདུག།

བེད་སྤྱད་གནས་གཏན་སེལ་ཐད་ལ་ཚད་འགའ་རུང་ཞལ་འདེབས་སྐབས་འཕེལ་རྒྱས་ཆེན་པོ་བྱས་རེད། ཡིན་ནའང་རྒྱ་ནག་གཞུང་ཚུགས་ནས་གོང་ས་བླ་མ་ཆོས་དང་གཞུང་འབྲེལ་མ་ཡིན་པར་གྲོས་མོལ་གནང་བཞིན་ཡོད་ཀྱང། གོང་ས་མཆོག་ལོ་འདི་གི་ནང་གནས་འཇའ་ཕེབས་ཐུབ་མིན་བཤད་དཀའ་བ་དང། རྒྱུ་མཚན་ནི་གནས་གཏན་མང་པོ་བྱས་ཀྱི་ཐུགས་ལ་ད་དུང་ཡང་གྲོས་འཐེན་ཐུབ་པ་ཞིག་ཆགས་མེད་ཅེས་བརྗོད་འདུག། སི་ཨའི་སི་ཨ་ཨའི་ཞིབ་དགའ་ལྟེ་གནས་ཁང་དེ་ནི་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ཁང་གི་ལས་ཁུངས་ཤིག་ཡིན་ཞེས་གོང་ཞུས་གསར་ལམ་ཁང་གིས་མུ་མཐུད་དུ་བཀོད་འདུག་ཨ་རིའི་ཕྱི་སྲིད་ལས་ཁུངས་སུ་ཐེངས་དང་པོར་བོད་ཀྱི་ལོ་གསར་སྲུང་གཙི་ཞུ་འབུལ་སྐོར་སྒྲོག་ག་ལགས་ནས་ཉིན་རེ་བཤད་ཀྱི་རེད། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་ནས་ད་རེས་ནི་བོད་ཀྱི་སྲོལ་རྒྱུན་ལོ་གསར་གྱི་དགའ་སྟོན་གཅིག་གནང་སོང་འདི་ནི་ནི་བོད་ཀྱི་ལོ་གསར་ཚེས་པ་ལྔའི་ཉིན་མོ་དེ་ཆགས་ཀྱི་ལ་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་ནས་བོད་ལུགས་ཀྱི་ལོ་གསར་ལ་དུས་དགའ་སྟོན་གནང་བ་དེ་ད་རེས་ཐོག་མ་ཅིག་ཆགས་གནང་གི་ཡོད་རེད། ད་རེས་ནི་དགའ་སྟོན་འདིའི་ཐོག་ལ་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་དྲུང་ཆེ་གཞོན་པ་དང་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་སཱ་རཱ་སཱ་རཱ་ཁོ་རང་ཆེད་བཅར་ཞུས་གནང་སོང། ད་རེས་བོད་པའི་ལོ་གསར་གྱི་དགའ་སྟོན་མཛད་སྒོའི་ཐོག་མར། ཨ་རིའི་བོད་པས་སྲོལ་རྒྱུན་གཞས་སྣ་འཁྲབ་སྟོན་གནང་ཞིང། ཨ་རིའི་ཕྱི་སྲིད་ལྷན་ཁང་གི་དྲུང་ཆེ་གཞོན་པ་དང་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་སཱ་རཱ་སཱ་རཱ་ནས། ཐོག་མར་གསུང་བཤད་དབུ་འཛུགས་གནང་སྐབས་བོད་སྐད་ཐོག་ལོ་སར་ལ་འཚམས་འདྲི་ཞུས་གནང་སོང། ད་རེས་འདིར་བོད་ཀྱི་ལོ་སར་ལ་དགའ་སྟོན་བྱེད་པ་ཐོག་མ་འདི་ཆགས་ཡོད་ལ། མ་འོངས་པར་ལོ་ལྟར་བོད་ཀྱི་ལོ་སར་ལ་དགའ་སྟོན་གྱི་མཛད་སྒོ་ཞུ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་དང། ལོ་སར་གྱི་དགའ་སྟོན་ལ་ཕེབས་མཁན་ཚོར་ཨ་རིའི་ཕྱི་སྲིད་ལྷན་ཁང་ནས་རིག་གཞུང་འདྲ་མིན་གྱི་བྱེད་སྒོ་སྤེལ་གྱི་ཡོད་རུང་བོད་པའི་ལོ་སར་ལ་དགའ་སྟོན་ཞུས་པ་ཐོག་མ་དེ་ཡིན་པ་དང་ཨ་རིའི་ནང་བོད་པའི་མི་འབོར་མང་པོ་མེད་ན་ཡང། ཁྱེད་ཚོའི་ཤུགས་རྐྱེན་ནི་ཆེན་པོ་ཆགས་ཡོད་ཅེས་གསུང་བཤད་གནང་སོང། ཡང། འཇམ་སེ་ར་གསལ་བ་ནས་སྡེ་དགེ་རླུང་འཕྲིན་ཁང་ལ་ལོ་གསར་ལ་དགའ་སྟོན་ཞུ་རྒྱུ་གལ་ཆེན་པོ་རྩིས་གནང་གི་ཡོད་པའི་སྐོར་གསུངས་བྱུང། ལོ་གསར་དག་ཞི་བདེ་ལས། ང་ཚོ་ཨ་རིའི་ཕྱི་སྲིད་ལྷན་ཁང་ནས་བོད་པའི་ལོ་གསར་གྱི་དགའ་སྟོན་ཞུས་པ་བརྒྱུད་བོད་ཀྱི་སྲོལ་རྒྱུན་རིག་གཞུང་གི་ཆ་ཤས་མཉམ་དུ་རོལ་རྒྱུ་བྱུང་བར་དགའ་བོ་བྱུང་ལ། གལ་ཆེན་པོ་ཞིག་ཡིན་པར་ངོས་འཛིན་ཞུ་གི་ཡོད་ཅེས་གསུངས་བྱུང། ྋགོང་ས་མཆོག་གིས་དམིགས་བསལ་སྐུ་ཚབ་ཟུར་པ་བཀའ་ཟུར་རྒྱ་རིན་པོ་ཆེས་ད་རེས་མཛད་སྒོ་གནང་བ་འདི་དམིགས་བསལ་ཞིག་ཆགས་ཀྱི་ཡོད་པ་ངོ་སྤྲོད་གནང་སོང།
ད་རེས་བོད་ཀྱི་ལོ་གསར་དགའ་སྟོན་གྱི་མཛད་སྒོའི་ཐོག་སྐུ་མགྲོན་ལྔ་བཅུ་ཙམ་ཕེབས་ཡོད་པའི་ཁོངས་སུ་ཨ་རིའི་ནང་ཡོད་པའི་གཞུང་ཚབ་ཁག་གི་མི་སྣ་ཡང་ཕེབས་ཤག་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་རིག་ལྡན་སྒྲོལ་མ་ལགས་ནས་ད་རེས་ཨ་རིའི་ཕྱི་སྲིད་ལྷན་ཁང་ནས་བོད་ཀྱི་ལོ་གསར་ལ་དགའ་སྟོན་གནང་བ་དེ་ཡང་ཨ་རིའི་བོད་མིར་དམིགས་བསལ་ཞིག་ཆགས་ཀྱི་ཡོད་ཅེས་འགྲེལ་བརྗོད་གནང་སོང།
ཡང་ཕྱི་སྲིད་ལྷན་ཁང་གི་ལས་བྱེད་ཇུ་ལེ་ཨན་ནས་བོད་ཟས་ཁ་ཧ་ཅང་ཞིམ་པོ་ཡོད་པ་གསུང་གི་འདུག་བོད་ཀྱི་ལོ་གསར་དགའ་སྟོན་ལ་བོད་ཟས་ཞིམ་པོ་དང། གཞན་ན་སྙན་པ། ང་ཚོར་རིག་གཞུང་གསར་པ་ཞིག་ངོ་སྤྲོད་བྱུང་བར་དགའ་པོ་བྱུང་ཞེས་གསུངས་བྱུང། ཨ་རིའི་ཕྱི་སྲིད་ལྷན་ཁང་ནས་བོད་ཀྱི་ལོ་གསར་ལ་དགའ་སྟོན་གནང་བ་འདི་གནད་འགག་ཆེན་པོ་དང་དོན་སྙིང་ལྡན་པ་ཞིག་ཡིན་པར་མཉམ་ཞུགས་གནང་མཁན་ཚོས་ངོས་འཛིན་གནང་གི་འདུག། ད་སྔར་བྱས་མ་མྱོང་པའི་གི་ཨ་ནི་ཕྱི་སྲིད་ལས་ཁུངས་རང་ནང་ལོགས་ལ་ཨ་ནི་བོད་པའི་ལོ་གསར་གི་ཨ་ནི་གཏེམ་སྒྲུག་མཛད་སྒོ་གནང་ཡ་དེ་ཨ་རིའི་གཞུང་གི་ཡང་དག་གི་ལངས་ཤོག་ཨ་ནི་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཐ་དད་ཀྱི་ཆོས་དང་རིག་གཞུང། སྐད་ཡིག་དང་གོམས་གཤིས་ལ་སོགས་པ་སྲུང་སྐྱོབ་བྱས་ཐོག་ལ་དམ་བཅའ་བརྟན་པོ་ཡོད་སོང་བ་དེ་ད་ལྟའི་གསལ་བོ་གཅིག་དཔེ་དེར་བསྟན་གྱི་ཡོད་རེད། བོད་པའི་ཀྱི་ལུགས་སྲོལ་དང་གོམས་གཤིས་དང་སྲོལ་རྩིས་དང་དེ་འདྲས་ངོ་སྤྲོད་བྱུང་དུས་ཙམ་པ་དུས་རྒྱུན་བོད་དོན་གྱི་ལས་ཀ་བྱས་བསྡད་དུས་ཙམ་པ་ད་རེས་ཨོ། བྱ་བོད་ཆུ་ཟེར་ན་ཨེ་འདྲས་བྱེད་ཨོར་བས་ཆོས་ཆང་ཟེར་ན་དེ་འདྲས་བྱེད་ཨོར་བས་ཟེར་ཡ་རེད་ཁོ་རང་ཚོ་གྲོགས་དེས་ཉོབ་མྱངས་ཡོང་དུས་ཡང་འབྲེལ་བ་འདི། དེའི་ས་ཉེ་བའི་གྲལ་གྱི་ཟབ་རུ་བཅུག་རུ་བ་རེ་ཀྲོ་བོ་ཤར་ནང་གི་དུད་ཚང་མུ་ལོག་གི། ཨ་མི་རི་ཀའི་སྒྲིག་འཛུགས་གཅིག་གི་གཞུང་འབྲེལ་ཐོག་ནས་བོད་པའི་རིག་གཞུང་གི་ལོ་སར་གསོལ་སྟོན་འདི་འདྲ་གནང་བ་དེ་ཐེངས་དང་པོ་ཆགས་ཏེ་ཁོ་ཁོ་རང་གནད་འགག་ཧྲིལ་པོ་ཅིག་རེད་བསམ་གི་འདི་གིས་ཨ་མི་རི་ཀའི་གཞུང་དང་མི་མང་ཚོས་བོད་པའི་གི་རིག་གཞུང་ལ་ཐུགས་སྣང་ག་ཚོད་ཡོད་པ་དེ་གཅིག་བསྟན་ཐུབ། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་ནས་འགྲོ་ཁར་གྱི་གནས་ཚུལ་ཁག་ངོ་སྤྲོད་ཞུ་གི་ཡོད། མཚོ་ངོས་ཞིང་ཆེན་གྱི་ས་གནས་ཁག་བཅས་ནང་ལོ་ན་བཅུ་གི་མ་ཟིན་པ་གི་གྲྭ་བ་རྣམས་སྐྱ་སར་ཕབ་ནས་སློབ་གྲྭ་ལ་གཏོང་དགོས་པའི་བཙན་བཀག་གཏོང་བའི་གནས་ཚུལ་ཐོན་ཡོད། ཨ་མདོ་མཚོ་ནུབ་ཁུལ་གྱི་པཎ་ཆེན་ཞིང་སྡེ་དང་འདི་ལིང་རྫོང་དེ་བཞིན་ཤར་པ་ཡུལ་ཚོ་སོགས་སུ་ཡོད་པའི་བེབས་ཀྱི་བུ་ཕྲུག་ལོ་ན་བཅུ་གི་མ་ཟིན་རྣམས་ད་ལྟ་རྒན་པ་ཁག་བཅས་ནང་སློབ་གཉེར་བྱས་བསྡད་ཡོད་པ་དེ་དག་བེབས་ཀྱི་ལོ་སར་སྐར་རོང་ཆེན་དུ་འབྱོར་བའི་སྐབས་དང་བསྟུན་ཏེ། རྒན་པ་ལ་ཚུར་ལུག་འབྲོ་བར་མི་འགྱུར་བ་མ་ཟད། ལྕགས་ཟ་བ་ནི་ལྷོ་བྲག་ལ་འབྲོག་དགུ་བཀའ་བཙན་ཁ་གཏོང་ཡོད་པ་དང། དེ་བཞིན་ལྷོ་བྲག་ཆེན་མོ་ཐེམ་ཀྱི་མི་སྣ་རེ་ཟུང་གིས་བོད་ཡིག་ཟ་སྦྱོང་འཛིན་གྲྭ་བཙུགས་པ་དེའང་རྒྱ་ནག་གཞུང་ཚུགས་ནས་བཀག་སྡོམ་བྱས་ཡོད་པའི་སྐོར། བོད་ནང་གི་འབྲེལ་ཡོད་མི་སྣ་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་དུ་ཡིག་ངག་གཉིས་ཐོག་ནས་ལས་ཚུལ་གོ་སྒྲིག་གནང་འདུག། ཨ་རི། སྙན་གྲགས་ཅན་གྱི་ཨོ་སི་ཀར་གཟེངས་རྟགས་ཐོབ་མཁན་ནི་ཧང་ཀང་ནང་དམངས་གཙོ་དོན་གཉེར་བ་ཚོ་འོག་གི་གླིང་གི་སྐོར་གླེང་སློང་བྱུང་བ་ལ་ཧང་ཀང་དམངས་གཙོ་དོན་གཉེར་བ་ཚོ་དགའ་བསུ་ཞུས་པ་གི་སྐོར་སི་ན་ལྷ་མོ་ཉིན་རེ་གནང་གི་རེད། ཨ་རིའི་སྲིང་མོ་ཐོག་དམངས་གཙོ་གླེང་བ་མི་རིགས་ནག་པོའི་ཨ་ཁྲིད་མ་ཏིན་ལུ་ཐར་ཁིང་གི་སྐུ་ཚེའི་ལོ་རྒྱུས་སྐོར་གསལ་མར་བཤད་པའི་གློག་བརྙན་དེའི་སྙིང་གཏམ་ལེགས་ཡིག་རྒྱག་རུལ་ཞེས་པ་དེར། བཀའ་རྒྱ་སྤྱི་བཏང་པའི་ཨོ་སི་ཁར་རྩེ་ཕུད་ཀྱི་བྱ་དགའ་ཐོ་ཡོ་བ་དང་གཟི་མདངས་འབུལ་མཁན་གྱི་མཛད་སྒོའི་ཐོག་གླུ་གཞས་དེ་གཏོང་མཁན་ཁོ་མོན་དང་ཇོན་ལེ་ཇན་ཏྲི་གཉིས་ཀྱི་ཞེ་ཚིག་ནང་ཕྱི་ལོ་ཆིག་སྟོང་གི་བརྒྱ་ཕྲག་བཅུ་རེ་ལྔ་ལོར་མ་ཏིན་ལུ་ཏེར་ཁིང་གི་ཤི་མོ་ཐོག་དོན་རྩོད་གླེང་གི་ཟམ་པ་ཞིག་གི་ཐོག་ཨ་རིའི་ནང་འོས་བསྡུའི་ཐོག་དོན་རྩོད་གླེང་གི་ལས་འགུལ་སྤེལ་ཡོད་པ་དང་ཟམ་པ་དེ་ཧྥ་རན་སིའི་དམར་ཕྱོགས་རང་དང་ཧོང་ཀོང་ནང་དམངས་གཙོའི་ཐོག་དོན་རྩོད་གླེང་མཁན་ཚོ་གཅིག་ཏུ་འདྲེས་ཡོད་ལུགས་ཀྱི་གདུང་སེམས་མྱོང་བྱེད་ཀྱི་གཏམ་བཤད་དེ་སྤེལ་ཡོད། ཞེས་ཧོང་ཀོང་བློ་གྲོས་དམངས་གཙོའི་ཐོབ་ཐང་རྩོད་ལེན་གྱི་མགོ་འཁྲིད་མཁན་ཧོང་ཀྲང་ཧྥེང་གིས་ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ཚོས་ཨ་རིའི་སྤྱི་དམངས་ཐོབ་ཐང་སྐོར་གྱི་གློག་བརྙན་དེ་ལས་ལས་ཤ་ལེན་གྱི་ཡོད་པར་འཇོག་གི་སྤྱི་སྟངས་ཀྱི་རྒྱ་གར་གྱི་གོ་སངས་ལོར་པོ་དང་རྒྱ་ཤོག་བར་ཨ་རིའི་གློག་བརྙན་འཁྲབ་སྟོན་པ་གྲགས་ཆེན་རེ་ཆེར་གེར་ལགས་ཀྱིས་ཨོ་སི་ཁཱར་གཟེངས་རྟགས་ཞེས་པའི་མཛད་སྒོའི་སྡིངས་ཆའི་ཐོག་རྒྱ་ནག་ལ་སྐྱོན་བརྗོད་བྱས་པར་བརྟེན་ཁོང་ལོ་ཉེས་བརྒྱ་ཙམ་རིང་མཛད་སྒོ་དེའི་ནང་ཆ་ཤས་ལེན་མ་ཐུབ་བཟོས་ཡོད་ཀྱང་ད་ཆ་ཚུར་སླེབས་ཡོད་པ་རེད།

བཞི། བྱིས་པ་དེ་ནི་འུ་ཚང་ལྡན་པའི་སྤྱི་ཚོགས་བཀྲིན་མཐའ་སུ་ཆ་ཆེན་གྱི་ལས་འགུལ་སྤེལ་རྒྱུ། བཅུ་གཅིག་ཅི་ལས་ལྡན་ཆ་ཆེན་སྤེལ་རྒྱུ། ཁྲིམས་ལུགས་དབུ་འཛིན་གྱི་ལམ་ནས་རྒྱལ་ཁ་འཛིན་སྐྱོང་གི་ལས་ལྡན་ཆ་ཆེན་སྤེལ་རྒྱུ། དེ་བཞིན་ནུས་པ་ཆ་ཆེན་ཐོན་ནས་གུང་ཁྲན་ཏང་གི་འཛིན་སྐྱོང་ལ་སྟོང་འཛིན་དྭངས་གསལ་ཚར་རྒྱུ་བཅས་ཡིན་པ་རེད། ལི་ཏེ་ཡེ་བྱིས་པས་རྒྱ་ནག་གཞུང་གིས་འདི་ལྟར་བྱས་པ་དེ་ནི་སྲིད་འཛིན་ཞི་ཅིན་ཕིང་གིས་ཏང་གི་དབུ་འཁྱག་ཡོངས་སུ་ལག་ཏུ་འཛིན་ཐུབ་ཡོད་པའི་མཚན་རྟགས་ཤིག་རེད་ཅེས

ཐང་གི་རྣམ་པ་ཁྱོད་ཚོ་བདེ་མོ་ཡིན་ན་ང་བཀའ་དྲིན་རྒྱ་ཡིན། ལོ་ལྟར་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་འཛམ་གླང་སྟེང་རྒྱལ་སྤྱིའི་སྐད་ཡིག་གི་ཉིན་མོ་སྲུང་བརྩི་བྱེད་བཞིན་ཡོད་པ་རེད། རྒྱལ་སྤྱིའི་སྐད་ཡིག་གི་ཉིན་མོ་དེ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱི་རིག་གཞུང་དང་ཚན་རྩལ་སློབ་གསོའི་ལྷན་ཁང་གིས་གཏན་འབེབས་ཞུས་ཡོད་པ་དང། དེའི་དམིགས་ཡུལ་གཙོ་བོ་དེ་ཡིན་ན་འཛམ་གླིང་འདིའི་སྟེང་གི་མི་རྣམས་ཀྱིས་བེད་སྤྱོད་གཏོང་བཞིན་པའི་སྐད་ཡིག་ཚང་མ། སྲུང་སྐྱོབ་དང་དར་སྤེལ་གཏོང་རྒྱུ་དེ་ཡིན་པ་རེད། དེ་བས་དབུས་ཕྱི་ནང་གཉིས་སུ་ཡང་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་སྐད་ཡིག་གི་ཉིན་མོ་འདི་ཡིན་ན་རྣམ་པ་འདྲ་མིན་ངང་སྲུང་བརྩི་བྱས་ཡོད་འདུག་དེ་རིང་གི་བཤད་ལམ་ནང་དུ་བོད་ཀྱི་སྐད་ཡིག་གི་ཆགས་འཇིག་དང་ཡར་རྒྱས་ཀྱི་སྐོར་ལ་བཤད་ལམ་བྱེད་རྒྱུ་ཡིན། དེ་རིང་གི་ང་ཚོའི་སྐུ་མགྲོན་ན་ཨེ་ཤེ་ཡ་རང་རླུང་འཕྲིན་ཁང་གི་གསར་འགོད་པ་སྟག་ལྷ་རྒྱལ་ཕེབས་ཡོད། སྟག་ལྷ་རྒྱལ། ད་སྐད་ཡིག་ཟེར་ཡ་དེ་ཡིན་ན་གཅིག་འགྲོ་བ་མི་གི་སྤྱི་ཚོགས་གང་འདྲ་ཞིག་གི་ངང་ནས་ཡིན་ན་ར་སྐད་ཆེན་པོ། ཅིག་རེད། ཆུ་ཟིག་ག་ཟིག་ན་ཅིག་དེས་སྤྱི་ཚོགས་ནང་ནས་མི་ཕལ་ཆེར་ལ་གོ་བརྡ་སྤྲོད་ཐུབ་ཡ་གི་ཆ་ལག་ཅིག་རེད། ད་ང་ཚོ་བོད་ཀྱི་སྐད་ཡིག་ལ་ཆག་འཇིག་གི་ཅིག་ལོ་རྒྱུས་རང་པོ་ཅིག་གི་ཁྲོད་ནས་ད་དེང་སང་ཡིན་ན་ཅིག་བོད་ཕྱི་ནང་གཉིས་ཀ་ནས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་འདི་ཡིན་ན་ཅིག་ཉེན་ཁ་ཆེན་པོ་དང་ད་ཆག་འཇིག་གི་དུས་སྐབས་ཅིག་ཨ་ལྷི་བའི་མདོག་གི་ཟིན་ནས་ཁ་ནས་མ་ནིང་འདོན་འདོན་ད་ཚང་མ་གི་དེ་འདྲས་ཅིག་བསད་བཞིན་པ་རེད། ད་དོན་དག་ངོ་མ་གང་ཧ་ཅིག་ད་ལྟའི་སྒང་ལ་ཅིག་བོད་ཀྱི་སྐད་ཡིག་དང། གཅིག་བོད་ཀྱི་ཡི་གེའི་འདི་བེད་སྤྱོད་གཏོང་ནོ་དུ། གཅིག་ལོ་རྒྱུས་ནང་ནས་ཁྱབ་ཆེ་ཤོས་གཅིག་ག་སླེབས་དོན་དགོས་ངེས་དུ་མུ་ཟ་ངེས་འཛིན་ཡི་གེ་ཡོད་ད་ཅིག་བྷེ་ཅཱ་བྷ་ཡ་ཡི་ན་རེད་ད་ག་ན་བཞིན་གྱི་སྤྱིར་བཏང་གི། བོད་ཀྱི་སྤྱི་ཚོགས་ནང་ན་ཅིག་བོད་སྐད་བཤད་ཡ་ཡི་ན་རེད་དེའི་སྐོར་ལ། ཁྱེད་རང་གི་ངོ་ནས་ཅིག་བོད་ཀྱི་སྐད་ཡིག་འདི་གནས་སྟངས་ག་འདྲས་ཅིག་ག་སླེབས་ཡོད་གི་བསམ་གི།

འདི་ད་ཉེ་སྔོན་ལོ་གཅིག་གཉིས་ཀྱི་སྔོན་དེ་བོད་ཀྱི་རྩོམ་པ་པོ་དང་སྙན་ངག་པ་གྲགས་ཅན་རྒྱུ་སྐལ་བཟང་གི་སྡོམ་ཚིག་ཟིག་རྒྱག་འོག་གི་སྡོམ་ཚིག་སྟེང་ངས་བལྟས་ན་ད་ལྟ་གི་བོད་ཀྱི་སྐད་ཡིག་གི་གནས་སྟངས་འདི་ཧ་ཅང་འཕྲོད་གི་བསམ་གི་ཁར་གི་ཅི་ཟིག་ཡོད་གི་ཟེར་ན། དགོན་སྡེ་དང་དམངས་ཁྲོད་ན་སྟོབས་ཆེ་བ། སློབ་གྲྭ་དང་སྤྱི་ཚོགས་ན་ཉམས་ཕྲ་བ། སྤྱི་ཚོགས་ཀྱི་ཡིད་གནས་དང་མིག་གནས་ན་དབྱིབས་ཡོད་པ།

ལོག་ཐུབ་ཡ་ཅིག་ཆགས་དགོས་ནི་རེད་དེ་མ་ཆགས་ཡས་ན་སྐད་ཡིག་དེ་གནས་ཐུབ་དཀོན་ནི་མ་རེད་དེ་འདྲའི་གང་ལ་དེ་འཚོ་བ་དང་འཚོ་རྟེན་གནས་ཐུབ་མི་ཐུབ་དེ་རྒྱ་ནག་གཞུང་ལ་ལྷག་ཡོད་ནི་རེད་རྒྱ་ནག་གཞུང་ལ་ཆི་ཁས་ལྷག་ཡོད་ནི་ཟེར་ན་རྒྱ་ནག་གཞུང་གི་སྟངས་འཛིན་བྱས་པའི་བོད་ཀྱི་ས་ཁུལ་གྱི་ལས་ཁུངས་ཚང་མ་གི་ནང་བོད་ཡིག་བེད་སྤྱོད་བཏང་བཏང་གྱིས་ན་ཨཱ་ནི་ལས་བྱེད་ཡས་ན་རེད་ད་དེ་ལ་ཅིག་ལས་ཀ་བྱེད་མཁན་ཚང་མ་གི་བོད་ཡིག་དེ་བེད་སྤྱོད་བཏང་ཡས་ན་དེའི་གི་འཚོ་བ་ཐག་བཅད་བཏང་ནི་རེད་དེ་འདྲའི་གང་ལ་ཨཱ་ནི་རང་བཞིན་གི་སྐད་ཡིག་ཡར་རྒྱས་འགྲོ་བ་དང་སྐད་ཡིག་ག་དོ་སྣང་བྱས་ན་མང་ང་ཟིག་ཡོང་གི། ད་ད་ད། ཁྱེད་རང་གི་གསུང་བ་ནང་བཞིན་དེ་ད་ད་ཡིན་ན་སློབ་གྲྭ་ཆེན་མོ་ཐོན་ཚར་སོང་ན་རེད། ཁྱེད་བོད་ཡིག་གང་ལ་གང་འཚམ་ཡོད་ཉེན་ཡིན་ན་རེད། ད་དེའི་ལ་ཅིག་རྒྱ་ནག་གི་ལས་ཁུངས་ག་ཤེད་ཀྱི་ནང་ན་དམིགས་བསལ་གྱི་ས་དམིགས་ཅིག་ཡོད་ནི་ད་ས་དམིགས་དེར་ག་ཚང་མ་གང་ཡིན་དང་དེ་དེའི་སྒང་ལ་ད་བོད་ཀྱི་སྐད་ཡིག་སྦྱང་ཡས་སློབ་གྲྭ་ཆེན་མོ་ཐོན་ཚར་སོང་ནི་ད་ཚོ་རྒྱ་ནག་གི་ལས་ཁུངས་ཅིག་གི་ནང་ན་ལས་ཀ་བྱེད་ས་གི་ནང་པ་ད་མེད་ནུ་གུ་ནང་པ་འགྲོ་གི་ད་དང་སང་སློབ་གྲྭ་ཆེན་མོ་མང་ང་ཐོན་ཚར་སོང་ནུ་ཅིག་ལས་ཁུངས་བ་འགྱིག་ལང་ན་ར་རྒྱ་ཡིག་མ་ཤེས་ན་འགྱིག་དུ་གྲོལ་གི་མེད་གི་མོ།

འདི་ཡིག་གུ་ཡིས་འཇོག་རྗེས་ན་ཕྱིང་བོད་ཡིག་དང་ཧོན་གྱི་ཧ་ཅང་ཧ་ཅང་ཕུན་སུམ་ཚོགས་པ་རེད། ཡིན་ནར་རྒྱ་ཡིག་ནང་ཡང་ཟེར་ན་སྐབས་ཐོག་དེ་ཡིན་ན་རྒྱ་ནག་ཁོང་ཚོས་གི་དུ་བཟོས་ཡོད་རེད། གལ་ཏེ་ད་རྒྱ་ནག་གི་ཡི་གེ་འདི་བེད་སྤྱོད་བཏང་ནས་འདི་མོ་ཉིས་གྲངས་མང་ཟིག་མེད་ལ་འདི་མོ་རྒྱ་གར་སྟོབས་ཆེན་ཟིག་མིན་གྱི་ན། ད་དེ་རུ་གི་འདི་དང་མི་མཚུན་ཡི་གེ་འདི་ཡིག་དགོས་ནས་ཡི་གེ་ཟིག་རེད་ཟིག་ཡོང་དུས་ཕྱི་ས་ཐོན་ན་ཡི་གེ་གཅིག་ཡ་སྦྲགས་གཅིག་ཁུར་མ་ཁུར་མ་གནང་གྱི་དགོས་ནི་རེད། ཤུགས་དུ་ལྡན་པ་རེད་ད་སྐད་ཡིག་གི་ཡི་གེ་གི་ངོ་བོའི་སྒང་ན་དཀའ་ངལ་ཆང་ཡོད་ནི་མ་རེད། ད་ཡི་གེ་གི་ངོ་བོའི་གི་སྒང་ན་དཀའ་ངལ་ཡོད་མེད་གི་དོན་དག་དེ་བཤད་ན་ཡང་དོན་དག་འདྲ་མི་འདྲ་ཟིག་ཡིན་གྱི་ད་གཙོ་བོ་དེ་གང་གི་གོ་ནས་ཟེར་ན། སྐད་ཡིག་སུ་དང་སུ་ཡིན་ན་སྐད་ཡིག་གང་དང་གང་ཡིན་དེ་དེ་བེད་སྤྱོད་གཏོང་ནུས་ཀྱི་མྱི་ཆེན་མོ་ཟོག་གི་ཁྱབ་རྒྱ་ཆེན་མོ་ཟིག་བྱེད་གི་དེ་རེད། དེ་འདྲི་གང་ལ་ང་ཚོའི་བོད་ཀྱི་སྐད་ཡིག་ཟེར་དེ་ངས་དང་སང། ཅིག་བོད་ཀྱི་ལོ་རྒྱུས་ལ་ཤེས་ར་ཆིག་ཐིག་ར་དང་སང་ཡིན་ན་བོད་ནང་ཡིན་ན་རེད་བོད་ཕྱི་ལོག་ནས་ཡིན་ན་རེད་ད། དེ་འདྲ་བོ་དེ་འདྲི་མ་ང་མ་ང་ཟོ་འདི་འགོ་གི་ནང་གི་དོན་དག་ར་བརྗོད་བྱ་ར་དེ་ཡག་པོ་ཡོད་མེད་ནི་མི་ཤེས། དེ་གི་ངོ་བོ་གང་ནས་བལྟས་ན་ཁྱབ་ཆེན་པོ་ཅིག་རེད་ད་ཡིན་ན་ར། སྐད་ཡིག་ག་ཉེན་ཁ་དེ་སྔོན་མ་བྱུང་མ་མྱོང་པའི་ཉེན་ཁ་ཆེན་པོ་ཅིག་ངས་མཐོང་གི་འདུག་ཇི་ག་ཟེར་ན། སྐད་ཡིག་གཞན་པ་གི་ཚད་འཛིན་དུ་ཤུགས་ཆེ་སོང་དང་སང་ཧོན་ན་ད་དྲ་རྒྱ་ར་དེ་འདྲའི་ནང་ཡིན་ན་ར་བའི་གང་ལ་གང་འཚུབ་གི་བེད་སྤྱོད་ཅིག་དམ་དགོས་ན་དྲ་རྒྱ་རྒྱ་ཡིག་ར་ཨིན་ཇི་དུ་དེ་ལས་ཤུགས་ཆེན་པོ་ཅིག་ཡོད་ན་རེད་དེའི་དྲིང་ལ་ང་ཚོ་སྐད་ཡིག་འདི་ནང་བ་ནང་ཆེས་ཙམ་བེད་སྤྱོད་གཏོང་བ་ཁོ་ན་མ་ཡིན་པའི་དེང་རབས་ཀི་སྤྱི་ཚོགས་དང་དེང་རབས་ཀི་ཁོར་ཡུག་དེང་རབས་ཀི་འཁྲི་ཆིའི་ནང་ཅིག་བེད་སྤྱོད་ཅིག་གཏོང་མ་ཐུབ་བ་ཡིན་ན་འདི་ང་ཚོ་སྐད་རིག་གི་སྐད་ཡིག་གི་ངོ་བོ་ནི་སྐད་ཡིག་གི་སྒང་ན་སྐྱོན་མེད་ཟེར་བསྡད་ན་ཧ་ཅིར་ཉེན་ཁ་ཆེན་པོ་ཞིག་ཐོན་གི་འདུག་གི་དེ་ན། རེད་ད་ངས་ད་བཤད་ཀི་འདུག་ད་རེད།

ཕ་ཕྱིར་ད་ཧྲང་ཧའེ་རྒྱལ་མགོ་ད་མ་ར་རྒྱག་དང་སོང་ན་ཡིན་གཅིག་ཕྱི་ཚུལ་རྒྱ་ཡིག་ཧྲར་སི་གོ་གི་ཏི་ཡིག་གོ་ད་ཅི་ཞིག་གོ་འཛམ་གླིང་འགྲོ་སྟངས་གཅིག་རེད་ད་ཨི་ཟི་ཞིག་གོ་ནི་འཛམ་གླིང་སི་གོ་ལ་ཅན་ཛི་ད་ཡིག་གོ་གཅིག་ལ་གཅིག་བརྟེན་ཚོང་ཆབ་སྲིད་དམག་དོན་ཡིག་གོ་གཅིག་ལ་གཅིག་བརྟེན་ཡིན་ས་ཚོ་ད་ཁོང་ཚོ་ལྷག་པར་ཏུ་ཨ་རི་རྒྱལ་མགོ་ད་འདི་ཨི་བཟོ་གི་འོ་གི་ནང་གི་བྱེད་སྟངས་ཡིན་ན་ནུབ་ཕྱོགས་གི་རིག་གནས་འདི་ཤེད་ཆེ་སོང་ར་འདིའི་འཛམ་གླིང་ཡིག་གོ་ཆ་བའི་སྲིད་འཇུག་གོ་ནི་རེད་དེའི་ནང་ན་བོད་གི་གནས་སྟངས་འདི་མོ་ཟིག།

འོད་ཀྱི་སྐད་ཡིག་འདི་མདུན་ལམ་ཆེན་མོ་བཟོ་བར་ཕྱིར་བསམ་གོ། འོད་ཡིག་གི་འདུན་འོད་ཡིག་གི་སྐད་ཡིག་གི་འདི་མདུན་ལམ་བཤད་ལས་སོང་ན་ངོ་ནས་ཤོད་ན་མདུན་ལམ་རྒྱ་ཆེ་བོ་རེད་བསམ་གི་ཕྱི་ས་བཏང་ན་འོད་ཆུ་བོ་ལ་རིང་གི་སྐད་དང་ཡི་གེའི་ནང་ན་སྐད་ཆེན་པོ་གཅིག་ཡོད་ནོ་ནང་སངས་རྒྱས་ཀྱི་ཆོས་ནི་ཁ་ཚང་ད་རྒྱ་བ་རིན་པོ་ཆེ་གི་ནམ་བཞིན་གསུང་གནང་གོན་དེ་རེད་ད་དཔལ་ན་ལེན་དྲ་གི་ཨ་ནས་གསུང་དེ་ཡི་ག་ཡང་དག་པའི་གསར་བཤད་རྒྱག་ཐུབ་མིན་ཟེར་བ་འོད་རིང་གི་སྐད་མ་གཏོགས་མེད་ཟེར་གོ་ནི་འདི་རེད་ད་ད་ལྟ་ནི་ད་འོད་གི་ནང་བ་སངས་རྒྱས་ཀྱི་ཆོས་འདི་འོད་ཙམ་མ་ཡིན་པའི་འཛམ་གླིང་འདི་མོ་ལྟར་ཆུ་བོ་ཆེ་གི

རྒྱ་ནག་གི་ཕྱོགས་ནས་ཀྱི་བོད་ཀྱི་སྐད་ཡིག་འདི་བེད་སྤྱོད་གི་ཁྱབ་ཆུང་རུ་གཏོང་བ་གི་ཐབས་ཤེས་ཀྱི་ཡིག་ཡོད་ན་སྤྱིར་བཏང་བོད་མི་དམངས་ཀྱི་ངོས་ནས་ཡང་བོད་ཀྱི་སྐད་ཡིག་ག་ཅིག་སྲུང་སྐྱོབ་བྱེད་ཡ་དང་ཁྱབ་ཆེ་རུ་གཏོང་བ་ལས་འགན་འདྲ་མི་འདྲ་ཡོད་གི་ཁྱེད་རང་གི་གསུང་བ་ནང་བཞིན་རེད་ཅིག་ཕ་སྐད་གཙང་མ་བཤད་དགོས་བ་ར་བོད་ཀྱི་སྐད་ཡིག་སྲུང་སྐྱོབ་གི་ལས་འགན་སྤེལ་དགོས་གི་ཁ་རྩང་ལོ་གསར་གི་སྐབས་དེ་ལ་ངས་ཡུལ་གི་མྱི་གཟུགས་ཁ་པར་བཏང་དེ་གྲོང་ཁྱེར་ནང་ན་འདུག་ཉིན་རེ་ཁོ་གི་ཕྱི་ཟེར་གི་ཟེར་ན་ཁོ་བོ་བྷ་སོང་བ་ཡིན་ཞེས་བྷ་སོང་དེ་གང་ལ་དེ་ནས་དགའ་པོ་ཟིག་གི་ཕྱི་ལ་ཁྱོད་བྷ་ཆི་ཁའི་ཡོང་ནས་ཟིག་ཟེར་དེ་ནས་ངས་ཁྲེས་ཀོ་རེ་ཡོང་བ་ཟེར་ཡ་འདྲ།

ཁོང་གི་གནད་དོན་ཆེན་པོ་རེད་བསམ་གྱི་ཡིན། རེད་རེད་ད་ངས་དུས་ཚོད་གང་གི་དེ་རང་མཚམས་འཇོག་གི་བྱུང་སོང། སྤྱིར་བཏང་སྐད་ཡིག་ཡིན་ན་མི་རིགས་སུ་དང་སུ་ཡིན་ན་དེའི་ངོ་བོ་མཚོན་བྱེད་གལ་ཆེན་པོ་རེད། སྐད་ཡིག་དུ་འཇུག་དུས་གང་མི་རིགས་དེའི་ངོ་བོ་དེའང་ཉམས་འགྲོ་གི་ཡོད་ནི་རེད། ད་སྐད་ཡིག་སྲུང་སྐྱོབ་བྱེད་ཡ་ལ་ཞིབ་འཇུག་པ་གལ་ཆེ་ཤོས་དེ་ཅི་གསུང་དགོས་ཟེར་ན། སྤྱི་ཚོགས་ནང་ཁྱབ་སྤེལ་བཏང་ཐུབ་ཡ་དང་དེས་ར་ཉིན་རེ་ངོ་རེ་གི་མི་གི་འཚོ་བ་ལ་ཕན་ཐུབ་ཡ་དང་དཔལ་འབྱོར་གི་རིན་ཐང་སླེབས་དུས་གང་ལ་སྐད་ཡིག་དེ་ལ་གནས་སྐད་ཡིག་དེ་གནས་ཐུབ་ཀི་རེད་ཟེར་བསྟན་གྱི་སྡོམ་ཚིག་ཅིག་བཞག་གི་རྣམ་པ་ཚོས་དེ་རང་གི་ཞེད་ལངས་ལེ་ཚན་ལ་གཟིགས་པ་བཀའ་དྲིན་ཆེ།
རྩ་འཛིན་འགན་འཛིན་དཔའ་སྡིངས་ལྕགས་ལགས་དང་ཏཱ་ལ་ལྕགས་ལགས་ཐུགས་རྗེ་ཆེ། ལྷན་ཅིག་རྣམ་པ་དེ་རིང་གི་གསར་འགྱུར་གཙོས་ལས་རིམ་ཆ་ཚང་ཞུ་ཚར་ནི་ཡིན། ད་དེ་ཚང་ཡང་ང་ཚོ་བོད་ཀྱི་སྲོལ་རྒྱུན་དང་དེང་དུས་ཀྱི་གླུ་གཞིའི་ལས་རིམ་འདིའི་ནང་བཙན་བྱོལ་ནང་གི་གཞིས་པ་རྟ་མགྲིན་ལགས་ཀྱིས་དང་ནང་པུ་གི་ང་ཡི་བླ་མ་བསྟན་འཛིན་རྒྱ་མཚོ་ཞེས་པ་དེས་རྫུན་འབུལ་ཞུས་ནས་ལས་རིམ་དེ་ཞུ་ཚང་དེ་ཚང་བཞག་གི་ཡིན། ཐུགས་རྗེ་ཆེ།